གར་ཞོལ་དག་ཅིག་རྒྱལ་པོ་དང་རྒྱལ་པོ་བློན་པོ་སོ་མར་ཡང་ན་ཅིག་དཔོན་པོ་རུ་ཡོད་པ་ཅིག་དེའི་འོག་ལ་ཡང་འབངས་མི་སེར་ཡོད་པ་བྱས་ཅིག་ག་ན་ང་ཚོའི་བོད་པའི་སྐད་ལས་བྱ་སྤུ་ནོལ་ནས་ཟེར་ཞོར་བྱ་སྤུ་ནོལ་གྱི་འོ་ད་དེ་འདྲས་ཀྱི་གོ་རིམ་ལྡན་པའི་གྱི་སྤྱི་ཚོགས་ཅིག་ལ་ཡང་གྱུར་ཟིན་པ་རེད་བྱས་ཀྱི་ད་ག་ནྡར་སྤྱི་ཚོགས་འདི། ཡར་རྒྱས་ཀྱི་གནས་ཚད་མཐོ་པོ་ཞིག་གྲགས་ཡོད་པ་རེད། ད་ག་ནང་བཞིན་སྐབས་དེ་དུས་སར་ཏང་རྒྱ་གར་ནང་ལོགས་ལས་ཕར་ཕྱིན་རྒྱལ་ཁབ་ཀྱི་རྣམ་པར་ཐོག་མ་དེ་ནི་སེམས་མཐུན་ཆོས་བརྒྱུད་ཀྱི་ཤེས་རིག་དེ་ཆགས་བསྡད་འདུག་སྐབས་དེ་དུས་སར་ན་ག་རེ་ས་ན་རྒྱལ་ཁབ་ཆགས་པ་བྱས་པ་ལ་ཡང་སྔན་ལ་ཡང་གྲོང་ཁྱེར་ཡོང་ཡོད་ཁོ་རུ་བ། གྲོང་ཁྱེར་ཡོད་པའི་ཆེད་ཆེད་གྲོང་ཁྱེར་དེའང་གཅིག་ཙམ་མ་ཡིན་པར་དང་གིས་ཞུས་པ་ནང་བཞིན་གྱི་གྲོང་ཁྱེར། བདག་གིས་ཤུལ་དེ་འདྲས་སྔ་དྲོ་སུ་རྙེད་པ་རེད་ལབ་རོགས་པ། དེ་ནས་ཡིན་དུས་དེའི་རྒྱུ་མཚན་ལ་བལྟས་ནས་ཨ་ནེ་རྒྱལ་ཁབ་ཀྱི་རྣམ་པ་དེ་ཡང་ཐོག་མར་སྐབས་དེ་དུས་བྱུང་པ་མེད་འགྲོ་བྱས་རྗེས་ཚོད་དཔག་བྱེད་དགོས་རེད། ཡིན་པ་ཡིན་ནས་ད་སྐབས་དེ་དུས་ཀྱི་ཤེས་རིག་དེ་གི་ཞིབ་ཕྲའི་གི་གནས་ཚུལ་དེ་ཚོ་ཨ་ནེ་ག་འདྲས་ཡིན་པ་དེ་ཇི་མ་ཇི་བཞིན་ཤེས་ཐུབ་དགོས་པ་རེད། ཤེས་མི་ཐུབ་པའི་རྒྱུ་མཚན་ག་རེད་ཟེར་ན། རྟ་ཟ་འོག་ནས་བཅའ་ལག་ཁ་ཤས་ཀྱིས་བསྙད་པ་རེད་མ་གཏོགས་པའི་དེ་མ་ཡིན་པའི་གི་རྟ་ཅིག་ཅི་ཞིག་གི་ཡིག་ཆ་གང་ཡང་མ་རྟ་ཟ་འོག་གི་བཅའ་ལག་དེ་ཚོ་མ་ཐོན་གོང་ལ་ཡང་ཨ་ནི་མི་སུ་ཅིག་གིས་དེ་འདྲའི་གི་ཅིག་སིན་དུའི་ཆོས་བརྒྱུད་ཀྱི་ཤེས་རིག་ཟེར་ཡག་ཅིག་ཡོད་པ་ཧ་གོ་འོ་མ་རེད་ལོ་རྒྱུས་ཐོག་ལ་ཡིན་ན་ཡང་འཁོད་ཡོད་མ་རེད་ལ་མི་སུ་ཅིག་གིས་ཧ་གོ་འོ་མ་རེད། ཨཱ། ས་འོག་ནས་ལྕགས་ལ་དེ་ཚོ་ཐོན་པའི་རྗེས་ལས་ཨཱ་མི་དེ་ཚོས་ཞི་གནས་ཞིབ་འཇུག་བྱེད་སྟངས་ཡོང་དུས་བསམ་ན་ཨོ་ཞི་གནས་འོག་རྟ་སྐད་པ་སྔ་མོ་འདི་འདྲའི་ཅིག་གི་ཤེས་རིག་ཅིག་བྱུང་འདུག་ཨཱ། ཤེས་རིག་བྱུང་པ་ཙམ་དུ་མ་ཟད་པའི་ཡ་གྱལ་ཆེན་པོ་བཞི་པོ་ཕྱིན་ཤག་བྱས་རྗེས་ཨཱ་ཚང་མལ་གྱི་ཚོད་དཔག་རབ་ཏུ་བྱེད་ཐུབ་བོར་བ།

དེ་སྔོན་ལ་ཡང་དེ་སྔོན་མཁས་པ་ཁ་ཤས་གར་ལབ་པར་ཟེར་ན། སིནྡྷུའི་ཆོས་བརྒྱུད་ཀྱི་ཤེས་རིག་དེ་རྩ་བརླག་ཏུ་འགྲོ་དཀའ་བའི་རྒྱུ་མཚན་དེ། Aryan གྱི་མི་དེ་ཚོ་རྒྱ་གར་ནང་ལ་ཡང་འཛུལ་བྱས། དེ་ཚོའི་གིས་སིནྡྷུའི་ཆོས་བརྒྱུད་ཀྱི་ཤེས་རིག་དེ་མེད་པ་བཟོས་བཞག་པ་རེད། འོ་ད་དེ་འདྲས་ཀྱི་ལྟ་ཚུལ་འཛིན་མཁན་དེ་འདྲས་མཁས་པ་དེ་འདྲས་བྱུང་ཡིན་པ་རེད།

དཔང་རྟགས་ཁུངས་བཙན་མི་འདུག་དེའི་སྐད་ཆ་དེ་ཏག་ཏག་འདེད་གི་མི་འདུག་བྱས་བྱས་ཨ་འདི། དེའི་གི་འདོད་པ་དེ་བ་རྩིས་མེད་དག་ཞར། ག་རེ་རེད་ལབ་ཡིན་མིན་ན་ཕྱོགས་གཅིག་ནས་བཤད་པ་ཡིན་མིན་ན་ཨ་རན་གི་མི་དེ་ཚོ་རྒྱ་གར་ནང་ལོར་ལ་ཡ་ཀླེ་བྷེ་ཨག་གི་དུས་ཚོད་དེ། ད་ལྟ་སིནྡྷུའི་ཆུ་རྒྱུད་ཀྱི་ཤེས་རིག་དེ་མེད་པ་ཆགས་ནས་རྩ་ལག་ཆགས་ཚར་ནས། ཚར་བའི་རྗེས་ལ་ཡ་བོད་ཕྱི་ལོ་བརྒྱ་ཕྲག་ཁ་ཤས་ཀྱི་ཕྱིན་པའི་མཇུག་ལ་ཡ་ཞི་ནས་ཨ་རན་མི་ཚོས་རྒྱ་གར་སླེབས་པར་མ་གཏོགས་བལ་གེ། སིནྡྷུའི་ཆུ་བརྒྱུད་ཀྱི་ཤེས་རིག་དེ་དར་བཞིན་པའི་གནས་སྐབས་ལ་ཡ་ཨ་རན་གྱི་མི་དེ་ཚོ་རྒྱ་གར་སླེབས་ཡོད་མ་རེད། དེའི་རྒྱུ་མཚན་བལྟས་ནས་ཨ་རན་གྱི་མི་གིས་སིནྡྷུའི་ཆུ་བརྒྱུད་ཀྱི་ཤེས་རིག་མེད་པ་བཟོས་ཞེས་པར་ཟེར་ཡ་དེ་ཨ་ནི་ཏག་ཏག་བསྡད་ཀྱི་ཡོད་མ་རེད། གཅིག་དེ་རེད། གཉིས་པ་དེ་ག་རེད་ཟེར་ན་གལ་སྲིད། སིན་དྷུའི་ཆུ་རྒྱུད་ཀྱི་ཤེས་རིག་དེ་ཨ་རན་གྱི་མི་དེ་ཚོས་མེད་པ་བཟོས་བཞག་པ་ཡིན་མིན་ན་ཨ་ནི་སྐབས་དེ་ལ་ཡང་དམག་འཁྲུག་བྱས་པའི་གེ་ཇི་ཞུའི་འབྲུ་བ་ཅིག་ཡོད་དགོས་རེད། ཡིན་པས་ན་ཡང་ད་ལྟ་སིན་དྷུའི་ཆུ་རྒྱུད་ཀྱི་ཤེས་རིག་དེ་ཚོའི་གེ་ཇི་ཞུའི་དེ་ཚོ་བསྔོགས་ན་ལྟ་ཡོང་དུས་ས་ནས

སྤྱི་ལོའི་སྔོན་གྱི་ལོ་ཉིས་སྟོང་ལྔ་བཅུ་ཡིན་མིན་དེ་འདྲའི་ཅིག་ལ་ཡང་ཉམས་རྒུད་ཕྱིན་ནས་མེད་པ་ཆགས་ཡོད་པ་རེད་ཅིག་དེ་འདྲའི་ཅིག་ཚོད་དཔག་བྱེད་དགོས་རེད། ད་དེ་འདྲས་ཀྱི་ཤེས་རིག་ཡག་པོ་དེ་མཐའ་མ་རྩ་ལག་ཏུ་འགྲོ་དགོས་ཀྱི་རྒྱུ་མཚན་འམ་རྐྱེན་ག་འདྲའི་ཅིག་ལ་བརྟེན་ནས་རྩ་ལག་ཏུ་ཕྱིན་པ་རེད་བྱས་བྱས་སྐད་ཆ་དྲིས་པ་ཡིན་མིན་ན། དེ་ད་དུང་ཡིན་མིན་ནི་ཨ་ནི་མཁས་པ་ཚོས་ཀྱིས་ཏག་ཏག་ཅིག་ལབ་ཐུག་གི་ཡོད། ཏག་ཏག་ཅིག་ལབ་མ་ཐུབ་པ་ཡིན་མིན་ནི་ད་ཅིག་བསམ་ཚུལ་འདྲ་མིན་མང་པོ་ཡོད་པ་དང། འདི་འདྲས་མིན་འགྲོ་འདི་འདྲས་མིན་འགྲོ་ཟེར་བྱས་བྱས་དེ་འདྲས་ཀྱིས་ཨ་ནི་ཚོད་དཔག་མང་པོ་བྱས་ཡོད་རེད་དེ་ཡིན་མིན་ན་ཅིག་གཏན་འབེབས་བྱས་ཐུབ་ཡོད།

ཞུས་བིན་པ། ཅིག་རྫ་མ་བཟོ་ཡ་དང་དང་ན་ཞིག་རྡོག་སྐུ་འདྲ་བཟོ་ཡ་ལ་སོགས་པ་ད་དེ་འདྲས་ཀྱི། ལག་ཤེས་ཀྱི་བཟོ་རྩལ་མང་པོ་ཞིབ་བཤེར་བྱས་པ་ཡིན་དུས་དེ་ཚོ་ཡིན་ན་ཡང་ཉམས་རྒུད་ཕྱིན། ཨ་ནས་ཅིག་གྲོང་ཁྱེར་ནང་ནང་ཡོད་པའི་མི་དེ་ཚོ་ཡིན་པས་ནས་ཁ་འཐོར་དགུ་འཐོར་དུ་ཕྱིན་ནས། དེ་འདྲས་ཀྱི་ག་ག་འདར་གར་ཞུ་བ་ཅིག། ག་ལི་ག་ལི་ཨ་ནི་དེ་གར་ཞུ་ད་ག་འདར་ཤེས་རིག་དེ་ཉམས་རྒུད་ཆེན་པོ་ཞིབ་ཕྱིན་ནས་ཨ་ནི་མེད་པ་ཆགས་འདུག། དེའི་ནང་ནས་ད་ས་ཆ་གཅིག་གཅིག་པོ་ལ་ཡང། ལོག་ཐག་ར་ཟེར་དེ་རྒྱ་སྐད་ནང་ལ་རེད་དེ་ཨིན་ཇིའི་ཐག་ལ་ག་རེ་ལབ་དགོས་ཡོད་ངས་ཧ་གོ་མ་སོང་ལོག་ཐག་ར་ཟེར་གི་ས་ཆ་དེ་གཅིག་པོ་ལ་ཡ་ཨ་ནི་ཤེས་རིག་དེ་མུ་མཐུད་ནས་ཨ་ནི་ལོ་སྟོང་ཕྲག་གཅིག་ཅིག་གནས་ཐུབ་འདུག་ཨ་དེ་གི་ས་ཆ་དེ་གཅིག་པོ་ལ་ཨ་ནི་ཤེས་རིག་དེ་ཏོག་ཙེ་རྒྱུན་རིང་ཙིག་གནས་ཐུབ་འདུག་གཞན་མ་གཏོགས་ས་ཆ་གཞན་དག་ཚང་མ་ལོག་ལ་ཨ་ནི་པའི་གར་ཤོར་ཡིན། ཉམས་རྒུད་མགྱོགས་པོ་ཕྱིན་ཆད། ད་དེ་འདྲའི་གི་ཉམས་རྒུད་མགྱོགས་པོ་ཞིབ་ཅིང་འགྲོ་དགོས་ཡག་གི་རྒྱུ་མཚན་དེ་ག་རེད་ཟེར་ན། ད་མཁས་པ་མང་པོ་ཅིག་གིས་ག་རེ་ལབ་དགོས་རེད་ཟེར་ན་གཙོ་བོ་ཁོར་ཡུག་ལ་ཡག་འགྱུར་ལྡོག་ཕྱིན་ཆད། གནམ་གཤིས་ལ་འགྱུར་ལྡོག་ཕྱིན་ཁོར་ཡུག་ལ་འགྱུར་ལྡོག་ཕྱིན་ཆད་ཨེ་ནི། གར་ཧྲོའི། གར་ཧྲོའི་དེ་རིག་གནས་དེ་ཤེས་རིག་དེ་ཉམས་རྒུད་འགྲོ་ཡི་ས་རེད། ག་རེ་རེད་ཟེར་ན་ད་ལྟ་གནའ་ཤུལ་དེ་ཚོ་ལ་ལྟ་ཡོང་དུས་ས་གནས་གྲོང་ཁྱེར་ཁ་ཤས་ལ་ཆུ་ལོག་གི་འཇིག་པ་བྱུང་ཡོད་ཀི་ཤུལ་དེ་འདྲས་མཐོང་ཡང་འདུག་གོ། དེའི་རྒྱུ་མཚན་ལ་བལྟས་ནས་ཕ་ཅིའི་རང་བྱུང་གི་གནོད་འཚེ་ཆེན་པོ་ཞིག་བྱུང་བྱས་ནས་དུས་གཅིག་ལ་ཡག་པའི་དགའ་ཤོར་མི་དེ་ཚོ་ད་མི་མང་པོ་ཞིག་ཤི།

ཅིག་གནས་ཚུལ་གཞན་དག་ཅིག་ལ་བལྟས་ནས་མི་དེ་ཚོ་ཚང་མ་ལ་དེ་ཡང་བསྡད་མ་ཐུབ་པའི་གི་གནས་སྟངས་འདྲ་པོ་བྱུང་ཚེ་ཨ་ནེ་ལུང་པ་གཞན་དག་ལ་ཡུལ་གྱར་དགོས་ཡག་རོ་དེ་འདྲའི་གི་གནས་ཚུལ་བྱུང་ཚེ་ཨ་ནེ་ཉམས་རྒུད་ཕྱིན་པ་མེད་རོ། ཡང་ན་ཅིག་ཐན་པ་ཆེན་པོ་བྱུང་ཚེ་ཨ་ནེ་ལོ་ཏོག་དེ་ཚོ་ཡག་པོ་མ་སྐྱེ་དེ་འདྲའི་ལ་བལྟས་ནས་ད་ག་འདར་བྱུང་བ་མེད་རོ་ད་མདོར་ན་གཙོ་བོ་དེ་ག་ར་ལ་གོ་རོ་ཟེར་ན་གཙོ་བོ་དེ་ཨ་ནེ་ཁོར་ཡུག་ལ་འགྱུར་ལྡོག་ཕྱིན་གནམ་གཤིས་ལ་འགྱུར་ལྡོག་ཕྱིན་པ་དེ་ལ་བལྟས་ནས་ཨ་ནེ་ཕ་གཞིས། དེ། ཤེས་རིག་དེ་རྩ་ལག་ཕྱིན་ཡོད་ས་རེད་བྱས་བྱས། ལྟ་ལ་གོ། ལྟ་གཙོ་བོ་དེ། ཡང་མཁས་པ་ཁ་ཤས་གར་ལ་གོ་རེད་ས་ན། ལྟ་རང་བྱུང་གི་གནོད་འཚེ་ཡོད་སྲིད་གི་རེད་དེའི་ནང་དེའི་སྒང་ལ་ཡང་ཨ་ནི། ཕྱི་ལོག་མི་དེ་འདྲས། བཙན་འཛུལ་བྱུང་བྱས། ཨ་ནི་དེ་འདྲས་ཀྱི་ཐོག་ནས་ཨ་ནི་གཏོར་བཤིག་བྱས་པ་མེད་འགྲོ། ད་ཕྱི་ལོག་གི་མི་སུ་ཡིན་པ་དེ་ཁོ་ཚོས་ཏག་ཏག་ཅིག་ལབ་ཐུབ་མེད་པའི་འགྲོ། གང་ལྟར་བྱས་ནས་གནམ་གཤིས་འགྱུར་ལྡོག་ཡོད་སྲིད་ཀྱི་རེད་ལ་དེའི་སྒང་ལ་ཨ་ནི་ཕྱི་ལོག་མི་བཙན་འཛུལ་བྱས་བྱས་ཨ་ནི་ད། གར་ཤོར་བས་དེ་འདྲས་ཀྱི་ཐོག་ནས་ཨ་ནི་ད་གང་ལྟར་ཤེས་རིག་དེ་ཉམས་རྒུད་ཆེན་པོ་མེད་འགྲོ་བྱས་བྱས་ད་གང་ལྟར་དེ་འདྲས་ཀྱི་འདོད་ཚུལ་མི་འདྲ་མང་པོ་ཞིག་ཡོང་བསྡད་ཡོད་རེད། ད་ཡིན་ན་གཙོ་བོ་དེ་ཕ་ཕྱི་གནམ་གཤིས་འགྱུར་ལྡོག་ལ་བརྟེན་ནས་ཨ་ནི་ད་ས་ཆ་དེ་ལ་ཡ། ཡོད་པའི་མི་དེ་ཚོ་ལ་ཡང་ད་རང་བྱུང་གི་གནོད་འཚེ་ཆེན་པོ་ཞིག་བྱུང། དེའི་རྒྱུ་མཚན་ལ་བརྟེན་ནས་ད་མི་མང་པོ་ཞིག་ཅིག་ཤི་བྱས། ད་ད་དེ་འདྲའི་ཅིག། ཐར་ཤོར་བའི་དཀའ་ངལ་རབ་བྱུང་མེད་འགྲོ་ཞེས་བྱས་དེ་འདྲའི་ལབ་སྐོར་རེད། ད་གང་ལྟར་ཡང་མཐའ་མ་མཐའ་མ་དེ་ལ་སིན་དྷུའི་ཆོས་བརྒྱུད་ཀྱི་ཤེས་རིག་དེ་ཉམས་རྒུད་ཕྱིན་པ་རེད། ཉམས་རྒུད་ཕྱིན་པ་རེད་དེ་ཡིན་པས་ན་སིན་དྷུའི་ཆོས་བརྒྱུད་ཀྱི་ཤེས་རིག་དེའི་དགེ་ཨ་ནི་ཕྱིས་སུ་བྱུང་བའི་རྒྱ་གར་གྱི་རིག་གནས་དར་འཕེལ་ཡོང་ཡག་ལ་ཨ་ནི་ཤུགས་རྐྱེན་ཆེན་པོ་བྱུང་ཡོད་རེད། ག་རེད་ཟེར་ན་སྐབས་དེ་དུས་ས་ནི་ཏཱ་ཐང་གིས་ཞུས་པ་ནང་བཞིན་གྱི་སིན་དྷུའི་གྱི་ཆོས་བརྒྱུད་དེ་ཆོས་བརྒྱུད་གྱི་ཤེས་རིག་དེ་སྐོར་རང་ཡར་རྒྱས་ཆེན་པོ་ཞིབ་བྱུང་འདུག་ཡར་རྒྱས་ཆེན་པོ་བྱུང་བ་ཡིན་པའི་དུས་ས་ནི་དེའི་ནང་གི་སྐབས་དེ་དུས་ས་ནི་ཨ་ནི་མི་དེ་ཚོའི་གྱི་ག་རེ་ཟུར་ཟིང་སུ་ཐོན་པའི་གྱི་གྲུབ་འབྲས་དེ་ཚོ་ཨ་ནི་མུ་མཐུད་ནས་ད། ཁ་ཤས་ཁ་ཤས་རྒྱུན་འཛིན་བྱས་ཐུབ་པ་རེད་པ་དེ་འདྲ་བྱུང་ཡོད་རེད། ད་མང་ཆེ་དེ་ཉམས་རྒུད་ཕྱིན་པ་རེད་པ། ཉམས་རྒུད་ཕྱིན་ནས་ཨ་ནི་སིན་དུའི་ཆུ་རྒྱུད་ཀྱི་ཤེས་རིག་རང་རྐང་བཙུགས་པ་ཟེར་ནས་འདྲ་འདུག། ག་འདར་ཅིག་རང་དབང་བ་རེད་པ་ཅིག་དེང་སང་ཡོད་མ་རེད་དེ་ཡིན་པས་ན་དེའི་གི་ནང་གི་ད་གྲུབ་འབྲས་ཐོན་པའི་གི་རིག་གནས་ཁ་ཤས་ཨ་ནི་མུ་མཐུད་ནས་རྒྱུན་འཛིན་བྱུང་ཡོད་རེད། དཔེར་ན། ལོ་ཏོག་འདེབས་ལས་བྱས་ཨ། གཅིག། འབྲུ་རིགས་འདྲ་མི་འདྲ་དེ་འདྲས་ཀྱི་ཨེ་ན་ལོ་ཏོག་འདེབས་ལས་བྱེད་ཀྱི་རིག་གནས་དང། ད་ནང་བཞིན་སྒོ་ཟོག་སེམས་ཅན། ད་ཀྱི་སྒོ་ཟོག་སེམས་ཅན་གྱི་རིགས་དེ་འདྲས་གསོ་སྐྱོང་བྱེད་ཀྱི་རིག་གནས་དང། ད་ནང་བཞིན་གྱི་ཐག་ཐག་གི་སྒྱུ་རྩལ་དང། ད་ནང་བཞིན་ལག་ཤེས་ཀྱི་སྒྱུ་རྩལ་ལ་སོགས་པ་དེ་འདྲས་མང་པོ་ཅིག་མུ་མཐུད་ནས་ཨེ་ནས་རྒྱུན་འཛིན་བྱས་པ་དེ་འདྲས་བྱུང་ཡོད་པ་ཅིག་བཟོད་པ་བྱེད་དགོས། ད་ག་ནང་བཞིན་གྱི། གང་གིས་གོང་དུ་ཞུས་པ་ནང་བཞིན་གྱི་སིན་དྷུའི་ཆུའི་རྒྱུད་ཀྱི་ཤེས་རིག་དེའི་ཁྲོད་ལ་ཡ། ཨ་ནི་ཆོས་ལུགས་ཀྱི། ད། ལྷ་ལ་དད་མོས་བྱེད་ཨ་གི་འདི་འདྲས་ཀྱི་ལུགས་སྲོལ་ཡོད་རེད་ཞུས་ཡིན་པ། ད་ལྷ་ལ་དད་མོས་བྱེད་པའི་ནང་ལོགས་ནས་ལྷག་པར་དུ་ལྷ་མོ་ལ་ཡ། ཨ་ནི་བེ་གར་ཞོ། དད་པ་བྱེད་ཨ་དེ་འདྲས་ཀྱི་ལུགས་སྲོལ་ཡོད་རེད་ཞུས་ཡིན་པ། བྱས་ཙང། སྐབས་དེ་དུས་ལྷ་མོ་ལ་དད་པ་བྱེད་ཨག་ལུག་སྲོལ་དང། ད་ག་ནང་བཞིན་ལྷ་དབང་ཤུགས་ཆེན་པོ་ཡིན་ས་རེད་བསམ་ས་རུང་དེ་འདྲའི་ཅིག་ལ་ཡང་དད་པ་བྱེད་ཨག་ལུག་སྲོལ་ཅིག་སྐབས་དེ་དུས་ཡོད་པ་དེའང་མུ་མཐུད་ནས་ཨེ་ནས་ཕྱིས་སུ་གར་སོང་བ་དེའི་དགེ་ལུགས་སྲོལ་དེ་ཡིན་པས་ན་རྒྱ་གར་གྱི་བྲམ་ཟེའི་ཆོས་ལུགས་དེ་ཚོའི་གི་རྒྱུན་འཛིན་བྱས་བྱས་ལ་མུ་མཐུད་ནས་གནས་ཐུབ་ཡོད་པ་རེད། དེའི་རྒྱུ་མཚན་ལ་བརྟེན་ནས་སིནྡྷུའི་ཆོས་བརྒྱུད་ཀྱི་ཤེས་རིག་དེ་ཁོ་རང་ཉམས་རྒུད་ཤུགས་ཆེན་པོ་ཕྱིན་པ་རེད། ཁོ་རང་ལ་ཡང།

འདི་ང་ཚོའི་མཁྱེན་པ་ཆེ་གོ་ཨ་དེ་ད་གལ་ཆེན་པོ་ཞིག་ཆགས་བསྡད་ཡོད། ད་དེ་ནས། དང་གིས་ཞུས་མིན་པ་ཧིན་དུའི་སིན་དུའི་ཆུའི་རྒྱུད་ཀྱི་ཤེས་རིག་དེ་ལ་ཡ་ཨ་ནི་རིམ་པ་གཉིས་སུ་ཆགས་ཡོད། གཅིག་དེ་རིམ་པ་དང་པོ་དེ་ཨ་ནི་སིན་དུའི་ཆུའི་རྒྱུད་ཀྱི་ཤེས་རིག་ཁོ་རང་བྱས། དེའི་རྗེས་ལ་ཡ་སིན་དུའི་ཆུའི་རྒྱུད་ཀྱི་ཆུ་རྒྱུད་ཀྱི། ཤེས་རིག་གི། རྗེས་མ་ཟེར་ཡག་ཅིག། དེ་རྗེས་མ་ཟད་ག་རེ་ཟེར་ན་སིན་དུའི་ཆུ་རྒྱུད་ཀྱི་ཤེས་རིག་དེ་བར་ཉམས་རྒུད་ཕྱིན་ཚར་བའི་རྗེས་ལ་ཡ་ཨན་ནའི་རིག་གནས་གསར་པ་ཅིག་བྱུང་བ་རེད། དེའི་རིག་གནས་གསར་པ་དེས་ཨན་ནའི་སིན་དུའི་ཆུ་རྒྱུད་ཀྱི་ཤེས་རིག་ནང་བཞིན་གྱི་ཡ་གྱལ་ཆེན་པོ་དེ་འདྲ་ཕྱིན་ཡོད་མ་རེད། ག་འདྲ་ཞིག་བྱུང་ཡོད་རེད་ལབ་ཡོད་མིན་ན། ཨན་ནའི་ཕ་ཕྱིའི་སྐབས་དེ་དུས་ཀྱི་ཨན་ནའི་རིག་གནས་དེ་ཡང་བསྐྱར་གར་ཤོར་བ་ཅིག་གིས་དུས་རབས་སྔ་མ་ལ་ཡང་བསྐྱར་ལོག་བརྒྱབ་པའི་རྣམ་པ་རུ་བྱས་བྱས། ཨ་ནི་གང་ལྟར། སིནྡྷུའི་ཆོས་བརྒྱུད་ཀྱི་ཤེས་རིག་དེ་ཟློག་གི་ལག་ཆ་དང་ཟངས་ཀྱི་ལག་ཆ་གཉིས་ཀ་བེད་སྤྱོད་གཏོང་ཡག་གི། དེ་འདྲས་ཀྱི་དུས་རབས་རབ་ཆགས་བདེ་བར་པ། ཡིན་པས་ནི། སིནྡྷུའི་ཆོས་བརྒྱུད་ཀྱི་ཤེས་རིག་དེ་ཉམས་ཚར་བའི་རྗེས་ལ་ཡང། བྱུང་བདེ་བས་ཀྱི། ཨ་ནི་ས་ཆ་དེ་ལ་ཡང་བྱུང་བདེ་བས་ཀྱི་གང་ལྟར། ཡང་རིག་གནས་དེ།

གཙོ་བོ་དེ་གྲོང་ཁྱེར་གྱི་རྣམ་པ་མེད་པ་བྱས་དང་གིས་སིན་དུའི་ཆུས་རྒྱུད་བསལ་ཏེ་ཁོར་གྲོང་ཁྱེར་ཞིག་དང་ཆགས་ཅེས་པའི་གྲགས་རྒྱས་པ་ཞིག་བྱུང་འདུག་ཡོང་ར་ཞིག་ལབ་ར་བ། ད་སིན་དུའི་ཆུས་རྒྱུད་ཀྱི་ཤེས་རིག་དེ་ཕ་ཉམས་རྒུད་ཚ་ཆགས་ཕྱིན་ཚར་བའི་རྗེས་ཀྱི་ཨ་ནེ་རིག་གནས་གསར་པ་དེ་ད་དུས་སང་སྐབས་དེ་དུས་སང་ཁོ་ཚོ་གྲོང་ཚོའི་རྣམ་པར་ར་བ་ཅིག་ཡོད་པ་བྱས། ཨ་ནེ་ལག་ཆ་དེ་ཚོ་ཡིན་པ་ནི་རྡོ་ཡི་ལག་ཆ་བེད་སྤྱོད་དོའང་ར་བ་ཅིག་བྱས་ཚ་རྡོ་ཆས་གསར་མའི་དུས་རབས་ལ་ཡང་བསྐྱར་ལོག་རྒྱབ་པའི་སོར་བྱས་བྱས་དེ་འདྲའི་ཅིག་གིས་གར་ཤོར་བའི། རྣམ་པ་ཅིག་ཡོད་པ་ཡིན་པ་རེད། ད་དེའི་མིང་ལ་ག་རེ་བཏགས་པ་རེད་ཟེར་ན་ད་གིས་ངས་ཞུས་པ་ནང་བཞིན་གྱི་སིནྡྷུའི་ཆོས་བརྒྱུད་ཤེས་རིག་གི་མཇུག་མ་ཟེར་བ་ཅིག་ད་དེ་འདྲའི་ཅིག་མིང་བཏགས་ཡིན་པ་རེད། ད་དེའི་རིག་གནས་དེ་དར་ཡག་གི་དུས་ཚོད་དེ་ཨན་བྷ་ཇིའི་སྤྱི་ལོའི་སྔོན་གྱི་ལོ

ད་དེ་གཙོ་བོ་དེ་ངས་དེ་ལྟར་ཞུ་ཡག་དེ་རྒྱ་གར་བྱང་ཕྱོགས་ཀྱི་ཤེས་བར་ད་རྒྱ་གར་བྱང་ཕྱོགས་ཀྱི་རིག་གནས་དར་འཕེལ་བྱུང་བ་ཤེས་རིག་དར་འཕེལ་བྱུང་བའི་ཀྱི་སྐོར་དེ་ཀྱི་བཤད་དེ་ཡོད། ད་ཡིན་པས་ནའང་ད་རྒྱ་གར་དེ་ས་ཆ་ཆེན་པོ་བཞི་པོར་བ། དཔེར་ན་རྒྱ་གར་ལྷོ་ཕྱོགས་དང་རྒྱ་གར་ཤར་ཕྱོགས་དེ་ཚོ་ལ་ཡང་རིག་གནས་ག་འདྲས་དར་འཕེལ་བྱུང་བ་རེད་ཟེར་ལབ་པ་ཡིན་པས་ན་ད་དེ་ཚོའི་ཀྱི་རིག་གནས་དེ་ཕལ་ཆེར་དང་པོ་རྡོ་ཆས་གསར་མའི་དུས་རབས་ཞེས་བཞེད། གང་ལྟར་རྡོག་གི་ལག་ཆ་བེད་སྤྱོད་སྟངས་ཀྱི་དུས་ཚོད་དེ་ནས་ཕྱིན་ག་ལི་ག་ལི་ཡར་རྒྱས་ཕྱིན་བྱས། དེ་ནི། ཁོ་རང་ཚོས་ཀྱི་ཡང་ཅིག་རྒྱ་གར་ལྷོ་ཕྱོགས་དང་ཤར་ཕྱོགས་ཁོ་རང་ཚོའི་ཀྱི་རིག་གནས་རང་རྐྱ་འཕེར་བའི་རིག་གནས། ས་ཆ་གཞན་དག་ལ་འགྲེལ་པ་ཞེ་དྲག་མེད་པ། ལྷག་པར་དུ་བྱང་ཕྱོགས་ཀྱི་རྒྱ་གར་བྱང་ཕྱོགས་ཀྱི་རིག་གནས་དང་གིས་ངས་ཞུས་པ་ནང་བཞིན་གྱི་ཅིག་སིནྡྷུའི་གི་ཆོས་བརྒྱུད་ཀྱི་རིག་གནས་ས་དེ་ཚོ་ལ་འགྲེལ་པ་ཞེ་དྲག་མེད་བསྡད་པ། འོ་ད་དེ་འདྲས་ཀྱི་ཁོ་རང་ཚོ་རང་གི་ས་གནས་དེ་ག་རང་གི་ཨ་ནི་རིག་གནས་དེ་འདྲས་རང་རྐྱ་འཕེར་བའི་རིག་གནས་དེ་འདྲས་ཨ་ནི་ག་རེ་བྱུང་བསྡད་པ་ཡིན་པ་ཅིག་རྣམ་པར་བསྡུ་བྱ་དེ་ཡོད། དང་མདོར་ན་སྐབས་དེ་དུས་ས་གནས་དང་རྒྱ་གར་གྱི་ཤར་ལྷོ་ནུབ་བྱང་ཕྱོགས་ཐམས་ཅད་ལོར་ལི་ཡཱ་ནས་རིག་གནས་གསར་པ་མང་པོ་ཞིབ་ཅིག་བྱུང་ཡོད་པ་བྱས། རིག་གནས་གསར་པ་མང་པོ་ཞིབ་བྱུང་ཡོད་པ་ཡིན་དུས་སང་དེ་ཚོའི་གི་རིག་གནས་དེ་ཚོ་གསར་གཏོད་བྱེད་མཁན་གྱི་མིག་གི་རིགས་དེ་ཚོ་ཡིན་པས་ན་ཡང་མི་རིགས་ཡིན་ན་ཡང་མི་འདྲ་བ་བྱེད། འབྱུང་ཁུངས་ཡིན་ན་ཡང་མི་འདྲ་བ་བྱེད། ཨན་ད་ནི་རིག་གནས་དེ་ཚོ་དར་རྒྱས་གོང་འཕེལ་བྱུང་བའི་གི་ག་ཧྲུལ་བ་ཅིག་གནས་ཚད་ཟེར་ན་འདྲ་འདུག་ཆུ་ཚད་ཟེར་ན་འདྲ་འདུག་ད་དེ་ཚོ་ཡིན་པས་ན་ཡང་མི་འདྲ་མི་འདྲ་ཆགས་འདི་གོ་རུ་མ་གཏོགས་པས་ཡང། ཅིག་ག་ཧྲུལ་བའི་གངས་དཀར་ལོ་ཅིག་ག་ཧྲུལ་བའི་རིག་གནས་གཅིག་པ་ཡིན་པ་འབྱུང་ཁུངས་གཅིག་པ་ཡིན་པ་ཡང་ན་ཅིག་ཆུ་ཚད་གནས་སྟངས་གཅིག་པ་ཡིན་པ་རུ་དེ་འདྲས་ཆགས་ཡོད་མ་རེད། ཡིན་པ་ཡིན་ན་ཡང་ད་གང་དག་གོ། སྐབས་དེ་དུས་ཀྱི་རིག་གནས་མང་པོ་ཅིག་ལ་ཡ་དང་གིས་གོང་དུ་ཞུས་པའི་གི་སིན་དུའི་ཆོས་བརྒྱུད་ཀྱི་རིག་གནས་ཀྱི་ཤུགས་རྐྱེན་འདྲ་བོ་ཕ་ཆེ་མང་པོ་ཅིག་ཐེབས་ཡོད་ས་རེད། ཤུགས་རྐྱེན་ཐེབས་པ་ཙམ་དུ་མ་ཟད་པའི་ཁ་ཤས་རིག་གནས་ཁ་ཤས་ཀྱིས་ཨ་ནི་སི་འདུལ་ཆོས་བརྒྱུད་ཀྱི་རིག་གནས་དེ་མུ་མཐུད་ནས་རྒྱུད་འཛིན་བྱེད་མཁན་དེ་འདྲས་ཀྱི་རིག་གནས་དེ་འདྲས་ཡིན་པས་ན་ཡང་དག་བྱུང་ཡོད་པ་ཡིན་པ་རེད། ཡིན་པ་ཡིན་ན་ཡང་དག་གང་ལྟར། དང་གིས་གོང་དུ་ཞུས་པ་ནང་བཞིན་གྱི། ཨ་སི་འདུལ་ཆོས་བརྒྱུད་ཀྱི་རིག་གནས་དང། ཡང་སྐབས་དེ་དུས་དང་དེའི་རྗེས་སུ་བྱུང་བའི་གི་རྒྱ་གར་གྱི་ས་ཆ་གཞན་གྱི་རིག་གནས་སྤར་རུག་གི་གི་ཁྱད་པར་ཆེ་ཤོས་དེ་གར་ཆགས་དེ་ཡོད་རེད་ཟེར་ན། སི་འདུལ་ཆོས་བརྒྱུད་ཀྱི་རིག་གནས་ཟེར་བ་དེ། ཨ་ན་ཅིག་གར་སོང་བའི་གནས་ཚད་དོག་པོ་ཞིག་བེད་ཡིན་མི་ཅིག། དེ་གྲོང་ཁྱེར་གྱི་རིག་གནས་འདྲ་བོ་ཅིག་གྲོང་ཁྱེར་གྱི་རྣམ་པ་ཆགས་ཚར་བ་ལྟ་བུ་དེ་འདྲས་ཀྱི་རིག་གནས་ཆགས་དེ་ཡོང་བ་རེད། ས་ཆ་གཞན་དག་གི་ཨ་ན་རིག་གནས་དེ་ཚོ་ཨ་ན་གྲོང་ཚོའི་རྣམ་པའམ། སྟོད་ཅིག་གར་སོང་རྗེས་ལུས་ཀྱི་རྣམ་པ་ར་བ་ཞིག་ཡོད་བསྡད་པ་ཅིག་དེ་འདྲས་ཀྱི་རེ་བ་བྱེད་བྱེད་ཨ་ལ་དགོས་རེད།